མཚན་ཉིད་བཤད་གྲྭའི་ཁག་གི་ནང་དུ་དཔར་སྣ་ལེན་གྱི་མཁས་པའི་བཞེད་གཞུང་ལ་སློབ་གཉེར་བྱས་དང་བྱེད་བཞིན་པ་ཡིན་དུས་དཔར་སྣ་ལེན་གྲྭའི་ཟས་བརྗེའོ་དང་ཡང་ཐག་རིང་སོང་མ་རེད་ར། སློབ་དཔོན་ཆོས་གྲགས་སློབ་དཔོན་ཐོགས་མེད་སློབ་དཔོན་བློ་གྲུབ། ད་དེ་དག་གི་མཚན་བཟང་དུ་ནི་ང་ཚོས་ནམ་རྒྱུན་བཀོད་བསྡད་པ། རྒྱ་ཡིག་ཆུང་ཆུང་ཨེ་འདུག་ནི་སྣ་ལ་མ་འཇགས་བསྡད་པས་མཁས་པ་པན་ཀྲི་ཏཱ། དེ་མི་ཏག་ཏག་རེད་ཁོང་རྣམས་ཀྱི་གསུང་གི་འཕྲིན་ལས་ལ་ང་ཚོས་ད་ལྟ་སློབ་དང་སློབ་བཞིན་པར་མ་ཟད། སོ་སོའི་མི་ཚེ་གི་འདིའི་ནང་གི་བྱ་བཞག་བླང་དོར་མང་གཟུགས་དཔར་སྣ་ལེན་གྲྭ་གི་མཁས་པའི། དགོངས་པ་གི་སྟེང་ནས་འགྲོ་བསྡད་གི་ཡོད་དུས་ད་བར་ནཱ་ལེནྡྲ་གི་འདུག་ཕྱོགས་གཅིག་ནས་ཡང་ང་ཚོ་དང་ཆེས་ཐག་ཉེ་ལྟ་བུ་ཟེར་ཡས་སྲིད། ཨོ་བྷར་ནཱ་ལེནྡྲའི་མཁས་པ་དེ་དག་དེ་ཡི་དུས་ན་ད་ང་ཚོའི་ནང་གི་སློབ་སྦྱོང་བྱེད་སའི་གི་མཁས་པ་དེ་རྣམས་ཐོག་མར་གངས་རིའི་མཚར་ལོངས་བྱུང་སའི་གི་གསེག་ལག་སློབ་གླིང་དུ་དང་འབྲེལ་ནས་ད་འདིའི་ནང་ནས་མཁས་པ་ཁ་ཤས་ཟིག་གི་སྐོར་ང་ཚོས་ད་ལྟ་བཤད་གི་ཡོད་མ་རེད། དེ་ཡིན་ན་ད་ང་འདི་འདི་ནི། ད་བཤད་ཚུལ་འདྲ་ཟིག་གི་ད་ཅིག་གི་རི་ཟིག། པོ་ལ་ཐུག་གི་ལྷོ་བླངས་ལ་སོགས་ཨ་ཏི་སོགས་ཡེ་ར་འཕྲུལ་མ་ར་འཕྲུལ་འདི་རིགས་བཤད་དོན་ཅི་ཟིག་ཡིན་ཟིག་ན། སྔོན་གཅིག་གི་དུས་དང། ད་ལྟའི་དུས་མི་འདྲ་བ་རེད་ར་སྔོན་གཅིག་གི་དུས་དང་ད་ལྟའི་དུས་མི་འདྲ་བ་རེད། ད་དེ་ལ་མི་འདྲ་བའི་རྟགས་དང་མཚན་མ་མཐའ་ཡས་པ་ཟིག་ཡོད་ནི་རེད་ད་ད་གཙོ་བོ་ང་ཚོས་མཐོང་བསྡད་པ་ཟིག་ག། འཛམ་བུའི་གླིང་འདིའི་ཐོག་བརྡ་འཕྲིན་གྱི་ཐོག་ནས་ཕན་ཚུན་གྱི་བར་འཕྲིན་ལམ། འབྲེལ་ལམ་ཇི་སྙེད་པ་སོང་ནོ་དང་འགྲིམ་འགྲུལ་གྱི་ཐོག་ནས་འབྲེལ་ལམ་ཇི་སྙེད་པ་སོང་ནོའི་རྐྱེན་གྱིས་འཛམ་གླིང་ཤར་ནུབ་ཀྱི་ཀློང་བ་གང་དང་གང་གི་ནང་ཡིན་ནའང་ང་ཚོས་ཏག་གཏང་གཟབ་མི་གཟབ་བརྡ་རྒྱ་ཆེན་པོ་བཟོ་ཤེས་མ་ཤེས་ནི་ཚུར་ཁ་ཁ་རེད་མ་གཏོགས་གང་ལ་གང་འཚམ་གྱི་སུ་དང་སུ་ཡིན་ན་འཇིག་རྟེན་གྱི་མི་ཚེར་མང་ཙམ་མཐོང་ཐོས་ཡོང་གི་ཡོད་མི་རེད་ར་ལ་ལ་ཟིག་གི། མི་རིགས་སོ་སོ་དང་རྒྱལ་ཁབ་སོ་སོའི་གི་ཁྱད་པར་གནས་སྟངས་རིག་གནས་གི་སྣང་ཚུལ་ལ་སོགས་པ་ཞིབ་ཅིང་ཕྲ་བ་ཞིབ་མཁན་ཡོད་ནི་རེད་ལ་ལ་ཟུ་གི་དེ་ཙམ་ཟེར་ཧ་ཞིབ་ཅིང་ཕྲ་བ་ཞིག་གི་མིན་ནའང་རགས་ཙམ་གྱི་ཆ་ནས་ད་ལྟའི་དུས་སུ་འཛམ་གླིང་སྤྱིའི་ཐོག་ག་གང་ལ་གང་འཚམ་དུ་མཐོང་ཐོས་ཡོད་པའི་སྐབས་འདི་མི་ཟེར་ཡས་སྲིད་ཨང་དེར་མ་ཟད་ཤེས་རིག་ཡོད་པའི་ལུང་བ་ཡང་ང་ཚོ་སྐྱེ་བོ་མ་ཡིན་པ་འཛམ་བུ་གླིང་ན་གང་ས་གང་ན་ཤེས་རིག་ཡོད་པའི་ལུང་བ་ཤེས་རིག་ཡོད་མཁན་གི་མི་རིགས་དཔལ་ཡོན་ཡོད་མཁན་གི་མི་རིགས་གཙུག་ལག་སློབ་གླིང་ཡོད་མཁན་གི་མི་རིགས་འདི་འདྲའི་མང་བོ་ཡོད་དུས་འཇིག་རྟེན་སྤྱིའི་ཤེས་རིག་གི་སྒྲོམ་གཞི་ཆེན་པོ་དེའི་ནང་ནས། ང་ཚོ་རང་གི་ཤེས་རིག་ལ་ངོས་འཛིན་ཡག་ཧོར་ཟོ་ཐོབ་རྒྱུ་དེ་ཤིན་ཏུ་གལ་ཆེན་པོ་རེད། དེ་ག་བྱེད་དུས་ན་ང་ཚོའི་ཤེས་རིག་གི་རྩ་བའི་ཐོག་ནས་ཡང། དཔར་ན་ལེན་གྲྭ་ལྟ་བུ་ཟེར་ན། འཛམ་གླིང་གི་ལུང་པ་གཞན་གྱི་ནང་གི་གཙུག་ལག་སློབ་གླིང། སྔ་ཤོས་གཞན་དང་གཞན་དག་དང་བསྡུར་ན་ཆེས་མི་ཆེས་མི་རེད་ད་དུས་ཚོད་ཐོག་ནས་ཡང་ང་ཚོའི་མཐོང་ཐོས་ཅུང་ཟད་དེ་སོགས་ཀྱི་གལ་ཆེན་པོ་ཟེར་རེད།

བྱང་ཆུབ་ཀྱི་སེམས་དང་སྟོང་ཉིད་ཇི་ལྟ་བ་གཉིས་ཀ་གཟུང་དུ་འཇུག་བཞིའི་སྒོ་ནས། ད། ཚེ་སྲོག་གི་རིན་ཐང་ཚོར་ཚུལ་འཛིན་ན་ཆོག་གི་གང་ལྟར་དེ་གཉིས་ཀ་འཇིག་རྟེན་གྱི་བདུད་བགེགས་ཐམས་ཅད་ཀྱི་རྩ་བ་ཉམས་སུ་ལེན་དགོས་ན་དེ་གཉིས་གཟུང་དུ་འབྲེལ་བཞིའི་ལམ་དུ་ཡིན་པ་གསུངས་ཕྱིར་འོང་དུ་དེ་འབྲེལ་གྱི་གསུང་གི་འཕྲིན་ལས། དཔེ་གསར་བཞིན་ལ་འདྲ་གི་དེ་འབྲེལ་གྱི་གསུང་གི་འཕྲིན་ལས་ལ་མཉམ་གཞུག་བགྱིས་ས་དེ་འབྲེལ་གྱི་གསུང་གི་འཕྲིན་ལས་ལ་འཇིམ་མཁན་གྱི་གང་ཟག་མང་བོ་ཟིག།

ཚིག་ཕྱི་མི་གཟིགས་པའི་ཐོག་ནས་བདག་ཅག་གི་སྟོན་པ་བཅོམ་ལྡན་འདས་ཀྱི་ངོ་བོ་རྣམ་ཐར་དེ་ནི་ཁོང་གི་དག། རྗེས་ཀྱི་ས་ལམ་གྱི་རྟོགས་པ་སྟེ་འཇིག་རྟེན་ན་བཤད་པའི་ཕན་འབྲས་ལ་སོགས་པ་ཚིག་གང་འདྲ་ཞིག་གི་སྟེང་ནས་ངོས་བཟུང་ཡོད་དགོས་ཚེ་ན། འགྲོ་ལ་ཕན་བྱེད་ཐུགས་རྗེའི་རབ་བཀྲམ་པའི་སྤངས་རྟོགས་སྤྱོད་པ་མཆོག་ཉིད་ལྷ་ཡི་ལྷ། བསྟན་སྐྱོང་གཏམ་གྱི་འགྲོ་རྣམས་འགྲིམ་མཛད་པའི་ཐོག་མ་མ་ཡིན་ཉི་མར་གོ་ཤོག་ཚ་རེར་གཟིགས། ཟླ་འདིའི་ཚིག་ཤོ་ལོ་ཀ་གཅིག་པོའི་ནང་ནས། ནང་གི་ད་རྐང་བ་གསུམ་པ་ལ་རྟེན་འབྱུང་གཏམ་གྱིས་འགྲོ་རྣམས་འདྲེན་མཛད་པས་ཟེར་རྒྱུ་དེ་གི་ཚིག་དག་གི་ད་བདག་ཅག་གི་སྟོན་པ་བཅོམ་ལྡན་འདས་ཀྱི། དགུང་ལོ་སུམ་ཅུ་སོ་གཉིས་ཐོག་ཁ་མངོན་པར་རྫོགས་པ་སངས་རྒྱས་ནས་སྐུ་མྱ་ངན་ལས་འདས་བར་གྱི་ད་བློ་བཞི་བཅུ་ཞེ་ལྔ་བའི་རིང་གི་གནས་ཚུལ་འདི་ཚིག་འདིའི་ནང་དུ་བསྡོམས་ཡོད་ནི་རེད། དེའི་ཡར་ནང་གི་གནས་ཚུལ་ད་ཚིག་གོང་མ་གཉིས་ཀྱི་ནང་དུ་བསྡོམས་ཡོད་ཀྱི་རེད་བསམ་གི་ད་ཐུན་མོང་གི་ལོ་རྒྱུས་གཞིར་བཞག་ན་རེད་ཨ་ཐེག་པ་ཆེན་པོའི་ལུགས་ཀྱིས་ལོ་རྒྱུས་གཞིར་བཞག་ན་བདག་ཅག་གི་སྟོན་པ་བཅོམ་ལྡན་འདས་འཇིག་རྟེན་དུ་བྱོན་པ་དེ་བསམ་བཞིན་དུ་འགྲོ་བ་རྣམས་འདི་རིགས་ཕྱིར་དུ་སྔར་ནས་མངོན་པར་རྫོགས་པ་སངས་རྒྱས་གཟི་སྣང་བསམ་བཞིན་དུ་ལྷར་ནས་བྱོན་པ་རེད། གལ་ཏེ་ང་ཚོ་ད་སྐྱེ་བོ་ཕར་བ་ཟིག་གང་ཟག་ཕར་བ་རང་ག་བ་ཏག་ཏག་ཡིན་དུས་ཐུན་མོང་གི་སྣང་ཚུལ་གཞིར་བཞག་པའི་སངས་རྒྱས་ཀྱི་གཞུང་རབ་ཏུ་སོ། ངེས་ཤེས་ཡེ་ཤུ་སྦྲང་རྒྱུད་དག་ཏུ་ཤེས་རྒྱུ་དེ་ཤིན་ཏུ་གལ་ཆེན་པོ་ཟིག་རེད། ང་ཚོ་བོད་ནི། སངས་རྒྱས་ཆོས་ལུགས་ཤིན་ཏུ་དར་ཡོད་ནི་རེད་ལ་ཤིན་ཏུ་དར་བ་མ་ཟད་སངས་རྒྱས་ཀྱི་ཆོས་ཀྱི་ལྟ་གྲུབ་ལ་མཚན་ཉིད་རིག་པའི་ཐོག་ནས་ཡང་ན་རྩོད་པའི་རིགས་ལམ་གྱི་ཐོག་ནས་བརྡར་ཤ་བཅད་ནི་དང་གར་ཚང་དེ་རང་གི་དུས་སུ་འཛམ་བུ་གླིང་གི་ཐོག་ནས་སངས་རྒྱས་ཆོས་ལུགས་ཞིབ་མཁན་གྱི་སྟེང་ནས་བོད་པ་ཞིག་གི་དྲག་ཤུགས་ཀྱི་གྲས་སུ་སླེབས་ཀྱི་ཡོད་པ་དེ་དངོས་ཡོད་གནས་ཚུལ་རེད། སྤྱིར་སངས་རྒྱས་ཀྱི་སངས་རྒྱས་བཅོམ་ལྡན་འདས་ཀྱི་གསུང་གི་འཕྲིན་ནི། ཡི་གེ་བཞི་ནང་དུ་ཡོད་མྱོང་ཡོད་ཟེར་ག་གི་ད་ད་ལྟ་དབྱིན་ཇི་དང་ཧྥ་རན་སི་ཡི་གེ་འཇར་མན་གྱི་ཡི་གེ་ལ་སོགས་པའི་ནང་དུ་འགྲོ་གི་ཡོད་རེད་དེ། གཙོ་བོ་གནའ་བོའི་ཡི་གེ་གི་ནང་ནས་ཡིན་ན་ཡི་གེ་བཞི་ཐོག་སངས་རྒྱས་ཀྱི་ཆོས་དག་ནི་ཡོད་ནི་རེད། ཡི་གེ་བཞི་བོ་པཱ་ལིའི་ཡི་གེ་རེད། དེ་ནི་ལེགས་སྦྱར་གྱི་ཡི་གེ་རེད། དེ་ནི་རྒྱ་ནག་གི་ཡི་གེ་རེད་འོག་གི་ཡི་གེ་འདི་བཞི་བོའི་ཐོག་ན་ཡོད་ཟེར་ག་གི། དེ་བཞི་བོའི་ནང་ནས། ད་པ་ལི་ཡི་གེའི་སྟེང་དུ་ཡོད་པ་དེ་ཉན་ཐོས་ཀྱི་ཆོས་ལུགས། ད་གསང་སྔགས་ཕར་ཞོག་དང་ཐེག་ཆེན་གྱི་མདོར་བསྡུས་མང་བོ་ཟིག་ནང་མེད་ནས་ཉན་ཐོས་ཀྱི་ཆོས་རྐྱང་བ་ཡིན་ས་རེད་ར་ད་དེའང་བསམ་གྱིས་མི་ཁྱབ་པ་རེད་དེ་གང་ལྟར་གྲངས་འབོར་དང། ནང་སྟོང་གི་ཆ་ནས་བལྟས་ན། དེ་འགྲིག་གི་ཚད་ཅན་ཟིག་རེད། ལེགས་སྦྱར་ནང་དག་གནའ་བོའི་ཡི་གེ་རྙིང་བ་ཆགས་སོང་འདུག་ད་ལྟའི་དུས་སུ་དངོས་སུ་བེད་སྤྱོད་བཏང་ནས་ལེགས་སྦྱར་གྱི་ཡི་གེ་སློབ་ནས། ལེགས་སྦྱར་གྱི་ཡི་གེ་བརྡ་སྤྲོད་ལ་བརྟེན་ནས་སངས་རྒྱས་ཀྱི་ཆོས་ཀྱི་དོན་ལ་གོ་བ་ལེན་མཁན་ཉམས་གསོས་པ་རེ་ཟུང་མ་གཏོགས་ཧ་ལམ་མི་གསལ་རེད་ད་སྐྱོ་གོ་མིད་པ་ལྟ་བུར་ཆགས་བསྡད་ཡོང་གི། དེ་ནས་ད་རྒྱ་ནག་གི་ཆོས་ཀྱི་ཐོག་རྒྱ་ནག་གི་ཡི་གེ་ལྟ་བུ་ཟིན་ཁ་ཡིན་ན་རྒྱ་ནག་གི་ཡི་གེ་འགྱུར་གྱི་ཧང་གི་ལེགས་སྦྱར་དང་རྒྱ་ནག་གི་ཡི་གེ་གཉིས་ཀའི་མ་གཞི་ནས་རྩ་བའི་ཆ་ནས་གཉིས་ཀའི་སྐད་གཉིས་ཀའི་བར་ཐག་རང་ནོ་དང་ཡི་གེ་གཉིས་ཀའི་བརྡ་སྤྲོད་ཀྱི་འགྲོ་སྟངས་ཀྱི་བར་ཐག་རང་ནས་ཧང་གི་འགྱུར་དེ་ཏག་ཏག་བཟོ་བྱུང་མེད་པ་ད་དངོས་ཡོད་གནས་ཚུལ་དེ་རང་མང་ཆེ་བ་ཟིག་སྒྲ་བསྒྱུར་རྐྱང་རྐྱང་རེད་དཔེར་ན་སངས་རྒྱས་ཆོས་ལུགས་ཀྱི་ནང་གི་རྩ་བའི་མང་ཚིག་སངས་རྒྱས་ཆོས་དང་དགེ་འདུན་གསུམ་པོ་དང་སངས་རྒྱས་ཆོས་ལུགས་ཀྱི་ནང་གི་རྩ་བའི་མང་ཚིག་ཟེར་རེད་ད། དེའི་ནང་གི་སངས་རྒྱས་ཟེར་རྒྱུ་ལྟ་བུ་ཟིན་ན་ང་ཚོའི་བོད་ཀྱི་སངས་རྒྱས་ཟེར་རྒྱུ་རེད་འོན་ཏེ་དེ་ཉན་རྒྱག་ན་བོད་ཀྱི་རྣམ་དག་ཟེར་རེད་ད། མར་ཁུའི་མུན་པ་སངས་བ་དང་ཤུལ་བྱ་ཐམས་ཅད་ལ་བློ་རྒྱུ་བའི་ཆ་ནས་སངས་རྒྱས་དག་འདི་རེད་ཟེར་ན་བོད་སྐད་ཟེར་རེད་རྒྱ་གི་ཕོ་ཐོ་ཟེར་རེད་ཕོ་ཐོ་ཟེར་རྒྱུ་འོ་དག་གནའ་སྐད་ཀྱི

འདི་རིགས་བསྒྱུར་དུས་དཀོན་མཆོག་གསུམ་ལྟ་བུ་སངས་རྒྱས་ཆོས་ལུགས་ཀྱི་རྩ་བའི་མང་ཚིག་རྣམས་ཡང་ཁོ་ཚོས་སྒྲ་བསྒྱུར་བྱས་ཆོག་པ་ལྟ་བུ་ཟེར་རེད། བྱང་ཆུབ་ཀྱི་སེམས་ལྟ་བུ་ཟེར་ན་རྒྱ་སྐད་ཀྱི་བྷུ་དྷི་ཤིང་ཟེར་མི་རེད། བྷུ་དྷི་ཤིང་ཟེར་རྒྱུ་དང་བུ་ད་ཟེར་རྒྱུ་དེའི་སྒྲ་དེ་སུ་ལ་ཡང་སྒྲ་བསྒྱུར་བྱས་ཆོག་མི་རེད་ཟེར་གོ། དེ་རིང་གསུང་དུས་གང་ལྟར་རྒྱ་ཡིག་གི་སྟེང་དུ་ཡོད་པའི་སངས་རྒྱས་ཀྱི་གསུག་ལག་གསུང་རིམ་རྣམས་ནི་འགྱུར་གྱི་དབང་གིས་རྟེན་འབྲེལ་གྱི་སྐུབ་བདེ་བ་ཟི་དང་རྟེན་འབྲེལ་གྱི་འཕྲིན་ལས་འཕེར་ཆོག་ཆོག་ཟི་ཧ་ལམ་མེད་པ་ལྟ་བུ་ཟི་རེད་ད་ལྟ་པའི་སྟོབས་ཀྱིས་ཁ་འདོན་ན་བློ་བཟང་ནི་ད་དོན་ན་ཆོག་གྱི་རེད་མ་གཏོགས་ཐུབ་བསམ་གྱི་ཡུལ་དུ་བཞག་ན་འགྱུར་གྱི་དབང་གི་ནང་དོན་ཤིན་ཏུ་གོ་དཀའ་མོད་ཆགས་བདེ་བོ་ནི་རེད། དེས་ན་ད་བོད་ཡིག་གི་སྟེང་དུ་ཡོད་པའི་སངས་རྒྱས་ཀྱི་གསུང་རབ་རྣམས་ནི་རྩ་བའི་ཆ་ནས་འོག་གི་ཡི་གེ་དང་ལེགས་སྦྱར་གྱི་ཡི་གེ་གཉིས་ཀྱི་གདགས་དྲུག་གི་འགྲོ་སྟངས་དང་ཡི་གེ་གཉིས་ཀ་ཐག་ཉེ་ནུས་ཅན་གྱི་ལེགས་སྦྱར་གྱི་ངོས་ན་ཡོད་པ་ཇི་མ་ཇི་བཞིན་དུ་བསྒྱུར་ཐུབ་ཡག་གི་ཨུ་ཐུག་གསུང་གི་ཟམ་གདོང་རིན་པོ་ཆེ་དེ་ཡང་དང་ཡང་དུ་གསུང་གི་ལ་གོང་ལྟ་བུ་ཟིན་ན་ལེགས་སྦྱར་གྱི་ཡི་གེ་དང་བོད་ཡིག་གཉིས་ཀ་ཤེས་མཁན་གྱི་མཁས་ཆེན་པོ་རེད། དེ་འདྲའི་གསུང་ན་གང་ལྟར་ད་ལྟའི་དུས་སུ། ང་ཚོའི་སྔོན་གྱི་ལོ་ཙཱ་བ་རྣམས་ཀྱིས་བྲིས་འདི་དེའི་རྗེས་སུ་འཁོད་པ་རྣམས་ཀྱིས། ད་སྐབས་ཀྱི་སྡུག་རུས་ཀྱི་བཀའ་དྲིན་ལ་བརྟེན་ནས་སངས་རྒྱས་ཀྱི་ཆོས་ཀྱི་ལྟ་གྲུབ། ངོས་ཟིན་པ་དང་ལྟ་གྲུབ་ཧ་གོ་ཡི་ཆ་ནས། ད་ང་ཚོས་འོ་དེ་སངས་རྒྱས་ཆོས་ལུགས་ལ་འགྲུལ་བཞུད་རྒྱག་དགོས་དུས་ད་འཛམ་བུ་གླིང་གི་མི་རིགས་གང་གི་ནང་ནས་ཡིན་ན་ད་དྲག་ཤུལ་འདྲ་བོ་ཟ་ཧ་ལམ་ཆགས་དུས་ཡོད་ས་རེད་ལ་སྐུ་མདུན་གྱི་དོན་ཡང་དང་མ་དག་གསུང་གི་འདུག། ཡིན་ན་ཡང་ང་ཚོས་ད་དཔེ་འཇོག་ག་ཡིན་ན། ཆོས་སྐུ་ལུགས་གཞན་ཆོས་ཟེར་ག་ཟེར་གོ། ད་སངས་རྒྱས་བཅོམ་ལྡན་འདས་ཀྱི་རྣམ་ཐར་དུ་ལྟ་བ་ཟེར་ན། ཧ་མི་གོ་མཁན་ཧ་ལས་ཡ་མང་པོ་རེད་ར་སོ་སོ་རྐང་ལག་བཏད་པའི་སོ་སོ་སངས་རྒྱས་ཆོས་ལུགས་འདི་གི་རྩ་བའི་སློབ་དཔོན་གི་རྣམ་ཐར་དག་བྱུང་རབས་ངོ་མི་གཟུང་མཁན། སངས་རྒྱས་ཀྱི་ཆོས་ལུགས་ལ་དད་པ་བྱེད་མཁན་གྱི་ཁྱིམ་པ་རྣམས་ཀྱི་ནང་དུ་མང་བ་ལྟ་ཅི་ནུས་དེ། རབ་བྱུང་བ་དང་དེའི་ནང་ནས་མཚན་ཉིད་སློབ་གཉེར་གྱི་དགེ་བཤེས་རྣམས་ཀྱི་ནང་ནའང་ད་ངོ་མི་གཟུང་མཁན་ཤིན་ཏུ་མང་པོ་རེད། དང། དེ་ངོ་མ་ཟིན་དུ་ཡང། དུ་དཔོན་མེད་ཀི་གཞན་ཁྱད་ཆེན་པོ་ཟེར་ཡིན་གཅིག་མི་གཉིས་ཆོས་ལུགས་རྫིག་དུ་ན་གསུང་རབ་གླེགས་བམ་ཆེན་པོ་ཟིག་གི་ནང་ནས་འབྲི་ཤོད་རྒྱག་རྒྱུ་མ་གཏོགས་སོ་སོའི་རྩ་བའི་སློབ་དཔོན་དུ་ཡེར་དང་ཏུ་ནི་གང་འདྲ་ཟིག་ག་ཤོད་ནི་ཡིན་ད་དེའི་འཇིག་རྟེན་འདི་ནི་སངས་རྒྱས་ཀི་ཆོས་ཇི་འདྲ་བ་ཟིག་གསུང་ནི་ཡིན་ལ་སོགས་པ་དུ། ཀི་འདུག་དོར་སྣང་འདྲ་བོ་ཤིན་ཏུ་ཤེས་དགོས་ས་རེད་དེང་སང་གི་དུས་སུ་ལྷག་ཏུ་དེང་སང་གི་དུས་སུ་ད་བཟི་ན་ད་སྟོན་པའི་རྣམ་ཐར་ཟིག་ཤེས་རྒྱུ་སངས་རྒྱས་ཀི་ཆོས་དང་སངས་རྒྱས་ཀི་གཙུག་ལག

གྲོང་སྡེ་གི་ལོ་ཚིགས་གསེར་ཐང་ལ་སོགས་པ་མང་བོ་ཡོད་གི་ད་ལྟ་ང་ཚོ་འདི་ནི་འཐག་ཤུལ་མང་བོ་ཡིན་ན་དགོས་པ་ཅིག་ག་མེད་གི་ར་ད། སྔོན་ཆད་ལྟ་བུ་ཟིན་ན་ད་སོ་ཡང་ཕྱོགས་སོ་སོའི་བཞེད་པ་ད་སོ་སེ་ར་གྲངས་ནི་ཟིག་གི་རེད་བཤད་ན། བཀའ་ཆེན་པོ་འདྲ་བ་ཟིག་རེད་དེ་ད་ད་ལྟ། ཡང་ད་འཇམ་པོ་ད་མང་ཆེ་བ་ཟིག་གི་ཧ་གོ་གི་ར་ལྷོར་རྗེ་ཉན་ཐོས་སྡེ་བའི་ལི་ག་ཆེ་ཟིག་ཡིས་བརྩི་གི་ཡོད་ད་དེ་ལ་སོགས་པ་ཀུན་དུ་མཐོང་ཐོས་ཡ་ཤར་བསྡད་འདུག།

གང་ལྟར་ན་འཇིག་རྟེན་མང་ཆེ་བ་ཟིག་གི་སངས་རྒྱས་ཀྱི་ལོ་རྒྱུས་ལ། ལྷག་པར་དུ་བདག་ཆོས་ལུགས་ལ་དད་པ་ཡོད་མེད་ལ་མ་ལྟོས་བར་སངས་རྒྱས་གཤོང་རབ་གཤོང་རབ་རང་ཁེ་བ་རང་གི་ངོས་ནས་སངས་རྒྱས་ཀྱི་ལོ་རྒྱུས་ལ་ཉམས་ཞིབ་ཞུ་མཁན་རྣམས་ཀྱིས་སངས་རྒྱས་བཅོམ་ལྡན་འདས་དམུ་ལོ་ཉིས་སྟོང་ལྔ་བརྒྱའི་གོང་དུ་འཇིག་རྟེན་པ་བྱོན་པའི་སྐྱེས་བུ་ཟིག་ཡིན་པ་ད་ཐུན་མོང་དུ་ཐག་བཅད་དགོས་ཡོད་འདི་རེད། དུས་ཚོད་ཀྱི་དབང་དུ་བྱས་ན་དེ་འདྲའི་ཟིག་ཏུ་བྱོན་པ་རེད། དེས་ན་ད་སངས་རྒྱས་བཅོམ་ལྡན་འདས་འཇིག་རྟེན་དུ་བྱོན་པའི་དུས་ཚོད་དེ་དམིགས་བསལ་གྱི་དུས་ཚོད་ཟིག་ཆགས་བསྡད་ཡོད་འདི་རེད། དེ་དམིགས་བསལ་གྱི་དུས་ཚོད་ཟིག་ཆགས་བསྡད་ཡོད་འདི་རེད། དམིགས་བསལ་གྱི་དུས་ཚོད་བརྩི་ག་ཅིའི་ཕྱིར་དེ་ལ་དམིགས་བསལ་གྱི་དུས་ཚོད་བརྩི་ནི་ཡིན་ཟེར་ན། ལོ་ངོ་ཉིས་སྟོང་ལྔ་བཅུའི་གོང་ད་ཕྱི་ལོ་ཕྱི་ལོ་ཟེར་རྒྱུ་འདི་ཚིག་སྟངས་དུ་སྤྱིར་བཏང་དུ་ཚིག་ནི་ད་ལོ་སྟོང་གཉིས་ད་ད་བདུན་བཅུ་བདུན་དགོས་རོགས་གི་རེད་ཨ། དེ་ཡི་སྲོང་ཚིག་གི། དེའི་སྔོན་གྱི་ལོ་སྟོང་གཉིས་ད་བཅུ་བདུན་པོའི་སྔོན་གྱི་དེ་དེང་སང་གི་བཤད་ཚུལ་ཡིན་ན། ཕྱི་ལོ་སྔོན་གྱི་ཟེར་གི་རེད་ཕྱི་ལོ་སྔོན་གྱི་ཕྱི་ལོ་སྔོན་གྱི་ཟེར། ཕྱི་ལོ་སྔོན་གྱི་བརྒྱད་བརྒྱ་ནས་ཕྱི་ལོ་སྔོན་གྱི་ཉིས་བརྒྱའི་བར། ཡང་ན་ཕྱི་ལོ་སྔོན་གྱི་དྲུག་བརྒྱ་ནས་ཕྱི་ལོ་སྔོན་གྱི་སུམ་བརྒྱའི་བར། འདིའི་བར་གྱི་ལོ་ཚིགས་འདི། འཛམ་བུ་གླིང་གི་ལོ་རྒྱུས་ཀྱི་ཐོག་ནས་གཅིག་བལྟས་དུས་འཛམ་གླིང་འདིའི་འགྲོ་བ་མིའི་རིགས་ཀྱི་ཤེས་རིག་གི་རྩ་བ་ཚུགས་པའི་དུས་རབས་དུ་དར་ཡོད། ད་ལྟ་སྔོན་ཆད་ཁྱེད་རྣམས་ནང་བཞུར་མྱོང་ཡོད་ན་ཐང་དང། འདུག། ད་གཞུང་རབ་སྨྲ་བ་རྣམས་ཀྱིས་ཞིབ་འཇུག་ཡོད་དུས་འཛམ་གླིང་གི་ད་ལྟའི་ཡོ་ད་ཁུལ་འདི་ནུབ་ཕྱོགས་ཀྱི་ཤེས་རིག་ཡིན་ན་འདྲ་གི་ཁར་ཕྱོགས་ཀྱི་ཤེས་རིག་ཡིན་ན་འདྲ་གི་གང་དང་གང་ཤེས་རིག་འདི་ཧ་ར་ལྟའི་དུས་ན་ལོ་ངོ་སྟོང་ཕྲག་གཟུགས་ཀར་མ་འགྱུར་བ་ཧ་ལས་བ་བཟོ་སོང་ངོ་ན་འདི་འདྲ་ཟིག་གི་རྣམ་པ་ཡོད་ནི་རེད་གྲྭ་ལྷག་པར་དུ་ནུབ་ཕྱོགས་ནས་ཆབ་སྲིད་དང་འགྱུར་བ་སོང་ཚན་རིག་ལག་རྩལ་ལ་སོགས་པ་དར་མི་འདི་སོང་ནི་འགྲོ་བ་མིའི་རིགས་ཀྱི་ཤེས་རིག་དེ་འགྱུར་བ་ཆེན་པོ་བཟོ་སོང་ངོ་ནི་སྣང་ཚུལ་ཡོད་རེད་དེ་དོན་གྱིས་ཕུགས་ལ་ཧ་ར་ཞིབ་འཇུག་བྱས་ན་ལོ་ངོ་ཉིས་སྟོང་ཤུ་ལོ་སྔོན་གྱིས་བསྒྲུབ་བྱ་ནི་ཤུ་ལོ་སྔོན་གྱི་སེམས་ཀྱི་བར་ན་ལྷོ་ཁོ་ཆེན་པོ་རྣམས་ཀྱི་གཙུག་གི་ལྟ་གྲུབ་སྟེ་དུས་ད་ལྟ་བར་དུ་ང་ཚོ་ལ་མཛུབ་སྟོན་བྱས་ནས་འཇོག་དགོས་ཡག་གི་རྩ་བའི་ཤེས་རིག་བསྟན་བཅོས་རགས་སོང་མེད་གི། དེས་ན་དེའི་དུས་ཚོད་དུ་དེ་འདྲའི་ཟེར་བ་ཆེར་ཡོད་གི། དེའི་དུས་ཚོད་དེ་གི་མངོན་རྟགས་དུ་ཕྱོགས་མང་ཟིན་ནས་བཤད་དགོས་ནི་རེད་ད་དཔེར་ན། དུ་ལུང་བ་ཆེན་པོ་བཞི་གི་ཐོག་ནས་བཤད་དགོས་ནི་རེད་འཛམ་གླིང་གི་མིའི་རིགས་ཀྱི་ཤེས་རིག་གི་རྩ་བ་དུ་དུས་ཚོད་དེ་མི་ཟེར་གི་ཆགས་ཟེར་ཟེར་རྒྱུ་ལུང་བ་བཞི་གི་ཐོག་ནས་བཤད་དགོས་ནི་རེད་ལུང་བ་གཅིག་གང་རེད་ཟེར་ན་གནའ་བོའི་སྒར་ཟེར། ད་གི་རུ་སི་གི། ཁོ་ཚོའི། སོ་ཀི་ར་ཐེ་དང་པོ་ལ་ཐོས་དང་དེ་ནས། ཨ་ལི་སི་ཏོར་ལ་སོགས་པ་དེ་ཐམས་ཅད་ཏུ་ཚོ་ཏི་ནའང་ཤོར་ནི་རེད་ཐ་ན་ད་ཁྲ་ལི་སི་ལ་སོགས་ཨ་ནང་གི་ཤི་མ་འདི་ལ་སོགས་པ་ཐམས་ཅད་ཏུ་ཚོ་ཏི་ནའང་ཤོར་ནི་རེད་ཟེར་གི་འདུག་དེ་བཞིན་དུ་རྒྱ་གར་ར་ཡོངས་དུ་བདག་ཅག་གི་སྟོན་པ་བཅོམ་ལྡན་འདས་རིགས་གཙོ་བོ་བདག་ཅག་གི་སྟོན་པ་བཅོམ་ལྡན་འདས་ཏུ་ཚོ་ཏི་ངམ་པར་ཤོར་ནི་རེད་ཟེར་གི་འདུག་དེ་བཞིན་དུ་ད་སྐྱེ་རུ་ཡི་སྟོན་པ་དྲང་སྲོང་རྒྱལ་བ་ཅན་ཡང་ཏུ་ཚོ་ཏི་ནའང་ཤོར་ནི་རེད།

རྒྱ་གར་ན་འཇིག་རྟེན་བཀོད་པ་པོ་ཁས་ལེན་མཁན་གྱི་གྲུབ་མཐའ་མང་བོ་ཡོད་རེད་དེ་ཐམས་ཅད་ལྷ་མང་སྨྲ་བ་རེད། ད་རང་ཕྱི་ནས་ཕྱམ་གཅིག་གི་ཚང་བ་ལ་སོགས་པ་ལྷ་མང་བོ་ཁས་ལེན་ནི་རེད། བདག་སྲིད་པོ་འཇིག་རྟེན་བཀོད་པ་པོ་ཁས་ལེན་ལ་ལྷ་གཅིག་མ་གཏོགས་མཁན་ལྷ་གཟིགས་དུས་གཅིག་མ་གཏོགས་མཁན་མི་ལེན་མཁན་ཡིན་དུས། ད་གང་ལྟར་དེ་ལ་སོགས་པ་མི་དབང་ཟིག་གི་ཐོག་ནས་བདག་སྲིན་པོ་དུ་རྩ་བ་གཅིག་ལས་གཅིག་ཡལ་ག་ཡིན་པ་དུ་བརྒྱ་ཆ་བརྒྱ་ཐམ་པ་རེད་དེའི་སྲིན་པོའི་ནང་གི་གཙོ་བོ་དུ་ཡ་ཧི་དཱ་པའི་ཆོས་ལུགས་ཡིན་དུས་ཡ་ཧི་དཱ་པའི་ཆོས་ལུགས་ཀྱི་རྩ་བའི་སློབ་དཔོན་རྣམས་དུ་ཚོད་འདིའི་ནང་དུ་ཤོད་མཛོད་དུ་གསུངས། དེ་ནས་ཤར་ཕྱོགས་རྒྱ་ནག་ལ་ཁྱབ་ཕྱོགས་ན། ཁོ་ཚོས་གི་ད་རྒྱ་སྐད་ཀྱི་ཁྲུན་ཆུང་ཧྲི་ཏའེ་ཟེར་ནོ་དེ་གི་དུས་རབས་ཀྱི་སྐབས་ཀྱི་ཁུང་ཙི་ལོ་ཙི་ལ་སོགས་པ་མོང་ཙི་ལ་སོགས་པ་མའོ་ཙི་ལ་སོགས་པ་ཐམས་ཅད་དུ་དུས་ཚོད་དེ་གའི་དཀྱིལ་ན་རེད་ཟེར། དེའི་དུས་འདི་གི་སློབ་དཔོན་འདི་ཐམས་ཅད་པོ་རྒྱལ་ཁབ་རང་རང་མི་རིགས་རང་རང་གི་ནང་དུ་དུས་ད་ལྟ་བར་དུ་བླང་དོར་ལ་སོགས་པ་ཐམས་ཅད་སྟོན་མཁན་གྱི་རྩ་བའི་སློབ་དཔོན་ནི་ཆགས་འདུག་གི་ཟེར་དུ་ཆགས་མོང་འདུག་འདི་གི་དུས་ཚོད་དེ་མྱ་ངན་རྩ་བའི་དུས་རབས་བཏགས་པ་འདི་རྒྱ་སྐད་ཀྱི་ཀྲུའུ་ཞིན་ཧྲི་ཏའེ་ཟེར་ནི་རེད་ད་དུ་དབྱིན་སྐད་ཀྱི་ཆེད་དུ་བཤད་ནི་མི་ཤེས་འདི་ཐོག་མར་བཤད་མཁན

ད་དེ་ལྟར་འོན་ན་རྩོད་པ་ཡོད་ནི་རེད་ཁོས་རང་རིགས་བཞག་ནོར་དུ་མི་འཐེན་མཁན་གྱི་ཀླན་ཀ་བྱེད་མཁན་དང་ཁས་མི་ལེན་མཁན་མང་བོ་ཡོད་ནི་རེད་ད་ལྟ་མང་ཆེ་བ་ཟིག་གི་རྩ་བའི་དུས་རབས་དེ་འདྲའི་གཟིགས་སྐྱོང་ཉུང་ཟིག་འགྲོ་བ་མི་རིགས་ཀྱི་ལོ་རྒྱུས་ཀྱི་ཐོག་ག་ཟིག་ད་ཁས་ལེན་དགོས་ནི་རེད། དེས་ན་ང་ཚོའི་སངས་རྒྱས་བཅོམ་ལྡན་འདས་དེ་འཛམ་གླིང་སྤྱིའི་དབང་དུ་བྱས་འགྲོ་བ་མི་རིགས་ལ་ཤེས་རིག་དང་དཔར་ཡོང་གི་རྩ་བ་འཛུགས་པའི་རྩ་བའི་སློབ་དཔོན་མང་བོ་བྱུང་དགོས་ནི་དུས་ཚོད་དེ་མི་ཟིག་གི་ནང་སངས་རྒྱས་བཅོམ་ལྡན་འདས་འཇིག་རྟེན་དུ་བྱོན་ནི་ཟིག་རེད། དེ་ང་ཚོས་དུས་དེ་མི་ཟིག་གི་ནང་བྱོན་ནི་ཡིན་ནོ་ང་ཚོས་ཧ་གོ་དགོས་པ་རེད། དང། སྐད་ཆ་རྙོག་འཇོག་བ་དང་རྩ་བའི་དུས་རབས་དེ་གི་སྔོན་རྟགས་དུ་རྩ་བའི་དུས་རབས་དེ་མི་ཚེ་ཆེ་སྐབས་བྱུང་ནས་ཡིན། ལོ་རྒྱུས་ལ། རྒྱ་ནག་དང། རྒྱ་གར། ད་ནི་གྷི་རི་སི། ཨི་སི་རལ་ལ་སོགས་པའི་དུས་ཚོད་འདི་མི་འོང་ཟིག་གི་ཤེས་རིག་གི་རྩ་བ་ཆགས་པའི་དུས་ཚོད་དུ་ཆེ་སྐབས་ཉམས་སོང་ནས་ན་ཟིན་ན། དེ་ལོ་རྒྱུས་སྨྲ་བ་རྣམས་ཀྱི་ལན་འདེབས་སྟངས་མི་འདྲ་བ་མང་མང་རེད་ར།

ལ་ལ་ཟིག་གི། ཆི་ཟི་རེད་ཟིན་ན། ད་དབྱིན་ཇིག་གི་ལོ་རྒྱུས་སྨྲ་བ་ཐང་ཡིན་པའི་རྒྱ་འབོ་འདི་ཆི་ཟི་བཤད་ནི་རེད་ཟིན་ན་རྩ་བའི་དུས་རབས་འདི་བྱུང་སྐྱེས་ཀི་སྔོན་འགྲོ་གང་རེད་ཟིན་ན། མི་རིགས་ཐམ་མི་རིགས་དཔར་ཡུལ་འདེམས་པའི་མི་རིགས་རྣམས་སློང་བ་ཧར་ཚག་གི་ནང་སྐྱག་ཆས་རྒྱུན་འབྲུར་མང་བོ་ཞིག་བཞག་ཟ་ཟིག་གནས་སྤར་ན་འདི་ནས་གནས་སྤར་འདི་ནས་གནས་སྤར་ནི་འཁོར་རིགས་མང་བོ་འགྱུར་ནི་རིག་གནས་མང་བོ་གདོང་གཏུག་བྱས་ནི་དེ་ནས་ག་ལེ་ག་ལེ་ཐོན་ཁྱེད་རང་ཛམ་དམངས་འདི་མིག་གི་རིག་གནས་སྣང་སར་ཟིག་ཐོན་ཟ་ཟིག། ལ་ལ་ཟི་ཀུན་ཏུ། འགྲོ་བ་མིའི་རིགས་ཀྱི་ཕྱི་རོལ་ཡུལ་དང་ནང་སེམས་ལ་སོགས་པ་འཇིག་རྟེན་གྱི་དངོས་པོ་ཐམས་ཅད་དང། བསམ་གཞིག་སྟོང་ཉིད་ནང་ནས་གང་ཟག་ཤེས་རབ་ཀྱི་ཁྱད་པར་ཅན། བློ་རྒྱ་གང་འཕྲོག་ནོག་ཏུ་ལྟ་རིག་རྩ་བའི་དུས་རབ་ཏུ་ཤོང་བྱེད་ཀྱི་རྒྱུ་རྐྱེན་རེ་ཟིན་ལ་སོགས་པ་དང་གང་ལྟར་དེ་འདྲའི་རྒྱུ་དང་རྐྱེན་མང་བོ་མངོན་འཛིན་གྱི་ཡོད་ནི་རེད་གང་ལྟར་རྩ་བའི་དུས་རབ་དེ་འདྲའི་གཟིགས་ཀྱི་སྐབས་ལ་བདག་ཅག་གི་སྟོན་པ་བཅོམ་ལྡན་འདས་བྱོན་ནི་རེད་ཟེར་རྒྱུ་དེ་ག་ན།

ད་ང་ཚོའི་སངས་རྒྱས་ཀྱི་ཆོས་ལུགས་དེ་འཛམ་གླིང་འདི་ནས་ཁྱབ་རྒྱ་ཆེ་ཚད་ཀྱི་ཐོག་ནས་ཕྱིན་མི་སྲིད། ཡང་ན་ང་ཚོའི་བོད་དེ་འཛམ་གླིང་འདིའི་གི་ཤེས་རིག་གི་ཁྱབ་ཁོངས་མི་འདྲ་སོ་སོའི་ནང་ནས་གང་འདྲ་ཟེར། དེ་མིན་ན་གང་ཉིད་ཀྱི་ཐོག་ནས་ལྟ་དགོས་ཀྱི་ཡོད་ཀྱི་རེད་བསམ་འདུག་ད་ལྟ་སྔོན་ཆད་དམ་ཚིག་གསེར་ཐང་གི་སྐལ་བ་ངས་ཁྱེད་རྣམ་པ་གཉིས་ལ་ཁྱེད་རྣམ་པར་ཞུས་ཟིན་པ་ཡིན། ད་ལྟའི་གི་འཛམ་བུ་གླིང་འདི་ཤེས་རིག་གི་ཁྱབ་ཁོངས་མི་འདྲ་བ་ལྔ་གི་ནང་ན་ཡོད་པ་དེ་གི་ལོ་རྒྱུས་སྨྲ་བ་ཟེར་ན་འདྲ་གི་གཞན་ཉམས་ཞིབ་པ་གི་དེ་རིགས་ཐག་བཅད་དཀོན་རེད་ར་དེ་ཡང་ཐོག་མར་ལྟ་བ་འདོན་མཁན་དེ་ཕྱོགས་གླང་གི་མཁོན་ཡག་ཟེར་རེད་ཁོའི་ཞིབ་འཇུག་གི་ཁྱེད་རང་དུ་ས་གཞི་ཧྲིལ་བོ་འདི་ན་ཡོད་ནི་གི་རྒྱལ་ཁབ་ཉིས་བརྒྱ་ལྷག་པོ་འདི་འདི་རིགས་ཤིག་བལྟས་དུས་ན་རྩ་བའི་ཆ་ནས་དཔར་ཡོང་གི་ཁྱབ་ཁོངས་མི་འདྲ་བ་ལྔ་གི་ནང་ན་ཡོད་གི་ཏུ་ཟེར་ད་དཔར་ཡོང་གི་ཁྱབ་ཁོངས་མི་འདྲ་བ་ལྔ་བོ་དགོས་དུས་གང་རེད་ཟེར་ན་གཅིག་ནུབ་ཕྱོགས་གི་རིག་གནས་རེད་ཟེར་གོ་ནུབ་ཕྱོགས་གི་རིག་གནས།

ད་ལྟའི་ནང་གི་ཤེས་རིག་པའི་ཁྱབ་ཁོངས་དེ་མི་ཉུང་ནས་ཤེས་རིག་ཤིན་ཏུ་རྒྱ་ཆེན་པོ་ཆགས་ན་ལྷག་ཏུ་ཁོ་ཚོའི་བོད་པའི་དེང་རབས་ཅན་གྱི་ཤེས་ཡོན་འདི་ནི་འཛམ་གླིང་སྤྱིའི་ཁྱབ་སྒྲོག་འདི་རེད་ད་ལྟ་རྩ་བའི་ཆ་ནས་དེ་འདྲས་རེད་ཟེར་དགོས་པ་རེད། དེ་ཉིད་གཅིག་ད་སི་ལཱ་ཧྥུ་རིག་གནས་ཀྱི་ཁྱབ་ཁོངས་དེ་རེད་ཟེར་ད་སི་ལཱ་ཧྥུ་ཟེར་ན་གཅིག་གིས་དེང་སང་ཨུ་རུ་སུ་དང་ཡོ་རོབ་ཀྱི་ཤར་ཕྱོགས་རྣམས། འདི་ཐམས་ཅད་ཀྱི་ཡི་གེ་ཡང་ཁོ་ཚོ་རྩ་བའི་ཆ་ནས་གཅིག་པ་ཡིན་ས་རེད་ཆོས་ལུགས་ཡང་ད་ཡེ་ཤུའི་ཆོས་ལུགས་ཀྱི་ནང་གི་ཡན་ལག་གཅིག་རེད། གཞིས་བྱུས་ལུགས་སྔོན་ཆད་དུ་རོམ་གྱི་ཆོས་ཚོགས་དང་དམ་པ་གཉིས་ཡར་ལོག་སོང་ལ་ད་རྩ་བའི་ཆ་ནས་གྲུབ་མཐའ་གཉིས་ཡར་ལོག་སོང་བ་རེད་ར་ལྟ་གཅིག་རེད། ད་ནི་ད་ཨེ་ཤ་ཡ་ཤར་མའི་རྒྱལ་ཁབ་འཛིན་ན་ཆོག་གོ་རྒྱ་ནག་གི་ཤེས་རིག་པའི་ཁྱབ་སྡོད་ནི་ཁྱབ་ཁོངས་གཅིག་ཡག་གི་ཨ་ཟེར་བ་གི་ད་རྒྱ་ནག་དང་ད་ཉི་ཧོང་ལ་སོགས་པ་དེའི་ཁོངས་སུ་འཇོག་གི་ཡོད་ས་རེད། ད་ནི་ཨ་རབ་གི་རེད་ད་ནི་རྒྱ་གར་གི་རེད་ད་ནི་རྒྱ་གར་གི་ཤེས་རིག་པའི་ཁྱབ་ཁོངས་གཅིག་ཡོག་གི་ཨ་ཟེར་རྒྱ་གར་གི་ཤེས་རིག་པའི་ཁྱབ་ཁོངས་དེ་གི་ཁྱད་ཆོས་གཙོ་བོ་གང་རེད་ཟེར་ན་ལེབ་སྒྱུར་གྱི་ཡི་གེ་དང་ཡི་གེ་དེའི་རྒྱུད་པ་གི་ཡི་གེ་བེད་སྤྱོད་གཏང་དགོས་ནི་ད

དེས་མ་ཟད་ད་ང་ཚོའི་རྒྱལ་རོགས་སྲོང་བཙན་སྒམ་པོའི་གོང་ནས་ང་ཚོ་ལ་ཤེས་རིག་མེད་པ་མ་རེད་རང་ས་རང་སྐྱིད་གི་གསར་སྐྱིད་རྡོར་སྐྱིད་ཀྱི་ཤེས་རིག་མང་བོ་ཡོད་རེད་པས་ལྷག་ཏུ། དེའི་སྐལ་བ་རྒྱ་གར་གྱི་ཤེས་རིག་འོད་ཟླ་དར་ནག་ཏུའུ་ད་ལྟའི་བར་དུ་ང་ཚོའི་རིན་ཐང་གི་རྩ་བརླག་ཏུ། རྒྱ་གར་གྱི་ཤེས་རིག་གི་རྩ་བ་ཞིག་ནི་གྲུབ་མདོ་བར་གྱི་རི་རག་ང་ཚོའི་ཚེ་སྲོག་བ་ལྟར་དང་འཇིག་རྟེན་ན་ལྟ་ཚུལ་མི་ཚེའི་ལྟར་ཚུལ། ཨང། དེ་ནས་བདེ་སྐྱིད་དང་ལྟ་སྟངས་ལ་སོགས་ཨ་རིན་ཐང་གི་རྩ་བའི་ཡོ་ཧྲུག་ཏུ་ཐམས་ཅད་པོ་རྒྱ་གར་ཤེས་རིག་གི་གྲུབ་འདོད་དུ་ང་ཚོའི་རིག་གནས་དེ་རྒྱ་གར་ཤེས་རིག་གི་ཁྱབ་ཁོངས་སུ་གཏོགས་བསྡད་ཡོད་ནི་རེད། ཡིན་ན་ཡང་འོག་གི་ཤེས་རིག་ལ་རྒྱ་གར་གི་ཤེས་རིག་དང་ཐ་དད་པའི་ཁྱད་ཆོས་མེད་པ་ཨ་རེད་ཁྱད་ཆོས་མེད་པ་མ་རེད་ར་ཁྱད་ཆོས་མེད་པ་མ་རེད་ཁྱད་ཆོས་ཡོད་ནི་རེད་ང་ཚོ་འོ་ད་ཡང་འོ་རང་གི་ལྷག་ཏུ་ང་ཚོའི་སོ་ནམ་གྱི་རིག་གནས་དང་འབྲོག་ཁུལ་རིག་གནས་ལ་སོགས་པ་གསར་སྐྱེས་རྡོ་སྐྱེས་ཀྱི་རྩ་བའི་མང་ཚོགས་ཀྱི་ནང་གི་རིག་གནས་ཀྱི་གོམས་གཤིས་ཀྱི་ངོ་མཚར་མང་བོ་ཟིག་ང་ཚོ་ཐུན་མོང་མ་ཡིན་པའི་ཁྱད་ཆོས་ཡོད་པ་རེད་དེ། རིགས་དྲུག་གཞུང་ལུགས་ཀྱི་ཐོག་ནས་མི་རིགས་འདིའི་རིན་ཐང་གི་རྩ་ལག་མང་ཆེ་བ་ཟིག་རྒྱ་གར་གྱི་ཤེས་རིག་དང་འབྲེལ་བའི་སྒོ་ནས་གྲུབ་པོ་འདུག་རྒྱ་གར་གྱི་ཤེས་རིག་གི་ཁྱབ་ཁོངས་ཡོད་ན་ཟེར་རེད། ད་ལྟ་ཡིན་ནའི་བསམ་བློ་ཟིག་བཏང་འདུག་དུས་ཚོད་ཀྱི་དབང་དུ་བྱས་ན་ལོ་ངོ་སྟོང་ཕྱོགས་གཉིས་དང་ལྔ་བརྒྱའི་སྐབས་འཛམ་གླིང་ན་རྩ་བའི་ཤེས་རིག་གི་ཤེས་རིག་གི་རྩ་བའི་དུས་རབས་ཟིག་བྱུང་མྱོང་ཟིག་བདག་ཅག་གི་སྟོན་པ་བཅོམ་ལྡན་འདས་དེའི་ནང་གི་ལོ་འཁོར་འཛིན་རེད་ར་དེ་སྐབས་འཛམ་གླིང་ཤར་ནུབ་ན་ལོ་འཁོར་མང་བོ་ཡོད། རེད་དེ་དེ་དག་གི་ཤུགས་རྐྱེན་ཐེབས་སའི་ལུང་བ་མི་འདྲ་བ་དང་དེ་དག་གི་ཤུགས་རྐྱེན་ཐེབས་སའི་ལུང་བ་མི་འདྲ་བ་དང་ང་ཚོ་ད་ལྟ་ཡང་བདག་ཅག་གི་དོན་འབབ་བཅོམ་ལྡན་འདས་གཙོ་བོར་གྱུར་ནས་རྩ་བའི་ཤེས་རིག་གི་རྩ་བའི་སློབ་དཔོན་ཁོང་གི་རྩ་བའི་ཤེས་རིག་གི་དུས་ར་བ། ཤེས་རིག་གསར་གཏོད་བྱས་པ་དེའི་ཤུགས་རྐྱེན་ཐེབས་འདོད་པའི་ལུང་བ་དེ་ནང་ཡོད་རྒྱུ་རེད་ཟེར་ན་ད་ལྟ་གཉིས་ཀ་དེ་ང་ཚོས་ཧ་གོ་དགོས་པ་ཟིན། འོ་ན་ད་རྩ་བའི་དུས་རབས་ཀྱི་ཀ་བདག་ཅག་གི་སྟོན་པ་བཅོམ་ལྡན་འདས་ཀྱི་འཛམ་བུ་གླིང་འདི་ནས་ཤེས་རིག་གི་རྩ་བ་ཆེ་ཚིག་ཚིག་ཟིག་ཟིན་ན་རྟེན་འབྱུང་གཏམ་གྱི་འགྲོ་ནི་འབྲེལ་མཛད་པས་ཡིད་སྐྱོ་ཚིག་འདི་བསྟན་ཡོད་མེད་རེ་ར། བདག་ཅག་གི་སྟོན་པ་བཅོམ་ལྡན་འདས་འཇིག་རྟེན་དུ་བྱོན་ནས། ཁོང་གིས་ད་རྒྱ་གར་སྨུག་པོའི་ཡུལ་ནས། ཆུའི་གསུང་རྒྱུའི་རྩ་བའི་ཡིག་ཡོད་ད་ཁོང་གི་ཐུན་མོང་མ་ཡིན་པའི་རྟ་གྲིམ་ཚོམ་ཤེས་ཀྱི་ཚིག། ཡིག་འབྲུ་གཉིས་ཀྱི་ནང་བསྡུ་དགོས་ན་རྟེན་འབྱུང་ངམ་རྟེན་འབྲེལ་གྱི་ཚིག་འདིའི་ནང་བསྡུ་ན་ཏག་ཏག་འགྲིག་ས་རེད་ར་ཆོས་ཐམས་ཅད། འདུ་ཤེས་ཐམས་ཅད་ཟེར་དགོས་ནས་ས་རེད་བ་ད་འདུ་ཤེས་ཐམས་ཅད་རྟེན་ཅིང་འབྲེལ་རེར་འབྱུང་བ་རེད་གསུང་ནི་རེད་ར། ད་འདུ་ཤེས་ཐམས་ཅད་རྟེན་ཅིང་འབྲེལ་རེར་འབྱུང་བ་ཡིན་དུས། ད་ཁོང་གི། དེའི་སྟེང་ནས་གཞན་ལུགས་རང་གཞན་ལུགས་གོ་བ་དང་རང་ལུགས་གཞོག་བ་གཉིས་གྲུབ་འདུག་ལ་རེད་ད། གཞན་ལུགས་སམ་གཞན་དུ་གོ་བ་མ་ཡིན་ན་ཡང་ཁོང་གི་རང་ལུགས་ཐུན་མོང་མ་ཡིན་པ་བཞག་འདུག་ད། གཞན་གྱི་ལུགས་ལ་ཡང་ཅུང་ཟད་ཁྱད་གསོད་དགོས་ན་གནོད་པ་དེ་ཆོས་ཉིད་དུ་ཡོང་དགོས་ལ་རེད་ད་གནོད་ནའང་ཐབས་ཤེས་མེད་པ་ལྟ་བ་ཟེར་རེད་ར། གལ་ཏེ་དེ་ཉིད་རྣམ་པར་བཤད་པ་ན་གཞན་གཞུང་གཉིས་ཀར་གྱུར་ན་ཉེས་བ་མེད་ཟེར། དེའི་སྐབས་སུ་རྡོ་རྗེ་སྐུ་སྟོང་པ་བཅོམ་ལྡན་འདས་རྒྱ་གར་དུ་བྱོན་པའི་སྐབས་ཀྱི་རྒྱ་གར་གྱི་ཤེས་རིག་དེ་སྤྱིའི་ཆ་ནས་ཕྱི་མི་ཟེར་ཡས་ཟིན་ན་འཇིག་རྟེན་མགོན་པ་པོ་ཁས་ལེན་དཀའ་ནས་འཇིག་རྟེན་མགོན་པ་པོ་རྗེ་མི་ལུས་སྐྱེས། ད་ཆོས་འཛིན་ན་འདྲ་གི་རྗེ་མི་ལུས་སྐྱེས་པ་ཟེར། ཁོ་རང་ཆོས་ཐམས་ཅད་སྐྱེལ་ཐུབ་མཁན་ཁོ་རང་རྗེ་མི་ལུས་སྐྱེས་པ་རྒྱུ་རྐྱེན་ལ་མ་ལྟོས་པར་ངོ་བོ་ཉིད་ཀྱིས་གྲུབ་པ། ད་དེ་འདྲས་ཞིག་ཡིན་དུས་སངས་རྒྱས་བཅོམ་ལྡན་འདས་ཀྱི། ཁོ་འཇུ་བ་ཡིན་ཚར་ཕྱིན་རྒྱུ་ལས་སྐྱེ་དགོས་གི། ཁོ་རང་གི་ངོ་བོ་རྒྱུ་ཡིན་དུས་དེའང་འཇུ་བ་ཟེར་ཡིན་དགོས་གི་སྔ་མ་སྔ་མ་ལས་སྐྱེ་ནས་རྟེན་འབྱུང་ལས་སྐྱེ་བ་མ་གཏོགས། རྒྱུ་མི་ལས་སྐྱེ་བ་དང་མི་མཐུན་པའི་རྒྱུ་ལས་སྐྱེ་བ་དང། རྒྱུ་ཡིན་མིན་གཉིས་ཀ་ལས་སྐྱེ་བ་ལ་སོགས་མེད་གི། ཡིན་གཅིག་མིན་གཉིས་ཆོས་ཐམས་ཅད་མཐུན་པའི་རྒྱུ་ལས་བྱུང་བ་ཡིན་དུས། རང་གཞན་སྣོད་བཅུད་ཞབས་བཞག་ཡོངས་སུ་རྫོགས་པ་དང་མཐར་ཐུག་སོང་ན། རྟེན་འབྲེལ་ཟེར་རྒྱུའོ་ཚིག་འདི་གཉིས་ཀའི་གྲུབ་ཚུལ་འདི་ལས་འདའ་བ་མེད་གི་དག་སོང་བས། དེ་གསུང་དོན་དུ་རྒྱ་གར་གྱི་ཤེས་རིག་སྤྱིའི་གི་སྣང་ཚུལ་གྱི་ཐོག་ནས་རྩ་བའི་ལྟ་གྲུབ་ཀྱི་ཐོག་ནས་ཐུགས་ཀར་ཆེན་པོ་ཟེར་རེད་ད། ཐུགས་ཀར་ཆེན་པོ་ཟེར་ན་འགྲོ་རང་ལུགས་གསར་པ་ཟེར་རེད་ད། རྟེན་འབྱུང་གཏམ་གྱིས་འགྲོ་རྣམས་འདྲེན་མཛད་པའི། སངས་རྒྱས་བཅོམ་ལྡན་འདས་ཀྱི་འཇིག་རྟེན་འདི་ནི། ཞབས་བཞག་གཙོ་བོ་གང་གྲུབ་ནི་རེད་ཟེར་ན། རྗེ་ཙོང་ཁ་བ་ཆེན་པོས་མཛད་པ་གང་ཡིན་གསུང་གི་ནི་མཛད་པ་མཆོག་ཡིན་དེ་ཡང་ནི་ཟེར་ནས་མཛད་པ་ཐམས་ཅད་ཀྱི་ནང་གི་གསུང་གི་མཛད་པ་མཆོག་ཡིན་གསུང་འདི་ནི། རྟེན་འབྱུང་གཏམ་གྱིས་ཟེར་ན་གཏམ་ཟེར་རྒྱུ་འདི་གསུང་གི་མཛད་པ་བསྟན་ཆེན་པོ་རེད། ད་ནངས་སངས་རྒྱས་བཅོམ་ལྡན་འདས་ཀྱི་མཛད་པ་ཐམས་ཅད་ཀྱི་ནང་གི་གསུང་གི་མཛད་པ་གལ་ཆེན་པོ་ཡིན་ན་གསུང་གི་མཛད་པ་གལ་ཆེན་ཇི་ཙམ་ནང་ན་རེད་ཟེར་ན་བསྟན་ཀྱང་རེ་རེར་འབྱུང་བའི་གཏམ་གསུང་ནོ་ད་ཁོང་རིགས་ཀྱི་གསུང་ཐམས་ཅད་ཀྱི་ནང་གི་གསུང་གི་རྒྱལ་བོ་ལྟ་བ་རེད་ར་དེ་ནི་བསྟན་འབྱུང་གི་གཏམ་འཇིག་རྟེན་ནས་གསུང་ནི་རེད་བསྟན་འབྱུང་གི་ཆོས་ཐམས་ཅད་བསྟན་ཀྱང་རེ་རེར་འབྱུང་བ་རེད་ད། ད་ཁོང་རིགས་ཀྱི་རྩ་བའི་ལྟ་གྲུབ་ཀྱི་ཧི་ཨི་ལྡན་ན་དེའི་ཐོག་ནས་ད་ཁྱོད་ཀྱིས་སྡོམ་བཞི་ལ་སོགས་པ་རིམ་པས་རིམ་པས་གསུང་ནི་ཡོང་ནི་རེད་ར། འོ་ན་སངས་རྒྱས་ཀྱི་ཆོས་ཐམས་ཅད་རྟེན་སྦྱང་འབྲུ་རེར་འབྱུང་བ་རེད་གསུངས་རྒྱུ་དེ་དུས་གསུངས་བ་དེ་འདུ་བྱེད་ཐམས་ཅད་རྟེན་སྦྱང་རྟེན་སྦྱང་འབྲུ་རེར་འབྱུང་བ་རེད་གསུངས་རྒྱུ་དུ་དུས་ད་ལྟའི་བར་དུ་ད་ད་ལྟ་བཞིན་རྣམ་པ་གི་སྟེང་ནས་བལྟས་ན་འགྲོ་བ་མི་ཚན་རིག་ལག་རྩལ་ལ་སོགས་པ་ཧ་ཅང་དར་ནི་གདའ་འགྲོ་བ་མིའི་ཤེས་རིག་ཕྱི་ཕྱིར་རྗེས་ཡི་སྐབས་ལྟ་བུ་ཟིན་ཡོད་ནི་རེད་ལ་ངོ་མཚར་གི་ཐོག་ནས། ཡོད་ནའང་ད་ལྟ་བར་དུ་ཇི་ཙམ་སོང་ནའང་སངས་རྒྱས་ཀྱི་འདུ་ཤེས་ཐམས་ཅད་རྟེན་འབྲེལ་གྱི་ངང་ཚུལ་ལས་འདའ་བ་མེད་གི་ཟེར་རྒྱུ་དེ་ཕར་ཆེར་གཉིས་སུ་གི་བླང་བྱ་རྒྱག་མི་ཐུབ་པ་ལྟ་བུ་ཟིག་ཆགས་བསྡད་པ་ནི་རེད་ལགས། ངོ་ནས་དྲངས་ནས་རྩ་མོ་ཡིན་ན་རྩ་མོ་རྩ་མོ་རྟེན་འབྲེལ་ཟེར་རྒྱུ་དེ་ང་ཚོ་མི་རེ་རེས་གི་མི་ཚེ་གི་མྱོང་བ་དང་མི་རེ་རེས་གི་ཞབས་ཞུ་གི་ཐོག་ནས་ཐུགས་ཀར་བཞག་མཆོག་ནས། སྐམ་མོ་ཡིན་ན། ཆོས་རྣམས་ཀྱི་ཆོས་ཉིད་ཤིན་ཏུ་ཕྲ་བའི་གནས་ལུགས་ཀྱི་ཐོག་པ་ཧ་ར་ཐུག་རྡོ་ནས་རྟེན་འབྱུང་ཟེར་གྱི་འོག་ཏུ་ཁོ་དགུ་ཧི་ཤི་མདོག་ཤུ་ནི་འདྲ་འདྲ། ཤི་མདོག་རེ་རེར་ཞུ་ན་རེ་རེ་ཧ་ར་ཕྲ་ཞིང་ཕྲ་བ་སྟོན་གྱི་ཡོད་ནས་ཡང་རག་མོ་ཟིའི་གོ་ལའི་མགོ་ན་སྲབ་མོ་ཟིའི་ལྟེམ་འབྲུ་ཟིའི་རྒྱོབ་འབྲི་ར་འཇགས་རྗེས། འདི་འདྲའི་འོད་ཚིག་ཅིག་གི་ཐོག་ནས་འཇིག་རྟེན་གྱི་གནས་ལུགས་འཆད་སྐྱེ་བོ་རྣམས་ལ་བླང་དོར་གྱི་ལམ་སྟོན། བླང་དོར་གྱི་ལམ་སྟོན་ལ་བརྟེན་ནས་ཐོབ་པའི་འབྲས་བུ་ལ་སོགས་པ་ཚིག་འདིའི་སྟེང་ནས་སྡོམ་ཚིག་བརྒྱབ་ནས་ཡིན་འདུག་སངས་རྒྱས་ཀྱི་འཇིག་རྟེན་འདི་ནི་རྟེན་འབྱུང་གི་གཏམ་དུ་བསྟན་ནས་འགྲོ་བ་སེམས་ཅན་རྣམས་འདྲེན་པར་བྱས་པ་རེད་གསུངས་པ་རེད། འོ་ན་སངས་རྒྱས་ལ་དེ་ལྟ་བུའི་གསུང། སངས་རྒྱས་ཀྱི་གསུང་དཀར་བོ་ཁྱེད་ཚོས་གསུང་ཐུབ་པའི་རྒྱུ་མཚན་ཅི་ཟེར་རེད་ར། དེ་དེའི་རྒྱུ་མཚན་ལ་འགྲུལ་བཞུད་བརྒྱབ་ན་འགྲུལ་བཞུད་རྒྱག་སྟངས་མང་བོ་ཡོད་ནི་རེད་ར། ད་འགྲུལ་བཞུད་རྒྱག་སྟངས་གཅིག་ཤེས་ན། ཆོས་དད་དང་དེ་འདྲའི་རྩ་བ་ཉིད་ནས་མེད་མཁན། ད་གཞུང་རབ་རྐྱང་བ་གི་ཞིབ་འཇུག་བྱེད་མཁན་དེ་ཚོའི་ལྟོས་ཚིག་གི། ད་སངས་རྒྱས་ཀྱི་ཆོས་དེ་ཡང་བྲམ་ཟེ་ཀྱི་ཆོས་ལས་གོལ་བོ་རེད་ཟེར་ནི་རེད་ར། ཁོ། སྔར་གྱི་རྒྱ་གར་གྱི་ལྟ་གྲུབ་དེ་འདྲའི་རྒྱ་ཆེན་པོ་ཟིག་ཡོད་འདུག་དེ་ལ་མཉམ་ཞུགས་བྱས་དེ་ལ་སློབ་གཉེར་ཞུ་ཡི་ངང་ནས་སངས་རྒྱས་ཁོང་གི་ཤེར་རྟོགས་རིམ་པ་ཡར་རམ་ལྷར་ན་འདི་འདྲའི་གསུང་དེ་ཡོང་འདུག་ད་དེ་གཉིས་བར་མ་དང་དབྱིབས་འབྲེལ་རེ་ཡོད་གི། རེད་དེ། སྔ་མའི་ནང་གི་མི་འགྲིག་ཀྱི་ཆ་ག་བཀག་གི་བཀག་གི་ཁོ་ཤེས་མི་ཤེས་མི་རང་ལུགས་འདི་འདྲའི་འཛིན་ནས་ཡོང་ནི་རེད་ཅེས་དེ་རིང་གསུང་དགོས་ནི་རེད་ར། ད་དེ་ཡང་ང་ཚོའི་ལུགས་ཡིན་ན་རྒྱུ་མཚན་མེད་པ་ཙམ་མ་རེད་ར་རྒྱུ་མཚན་ཡོད་པ་ཡིན་ན་ང་ཚོ་ཡང་ཁས་ལེན་ཆོག་པ་རེད་དེ་རྩ་བའི་ཆ་ངས་འདོམས་བདེ་མོ་ཟེར་ན་ཁྱེད་ཟེར་ཡས་ཟེར་ན་སངས་རྒྱས་བཅོམ་ལྡན་འདས་ཀྱི་བསྟན་སྐྱོང་གི་གཏམ་གསུང་གི་འཕྲིན་ལས་དཀར་བོ་བཅས་ད་འགྲིག་ཟིག་ལོ་ངོ་སྟོང་ཕྲག་ཆགས་ཟིག་འགྲོ་བ་མིའི་ལམ་སྟོན་བྱེད་ཐུབ་པ་མ་ཟད་མ་འོངས་པའི་དུས་རབས་ནང་ལ་ཡང་ང་ཚོ་ལ་ལམ་སྟོན་གྱི་ནུས་བ་ཡོད་མཁན་གྱི་ད་འགྲིག་གི་གསུང་དཀར་བོ་བཅས་ཟིག་སངས་རྒྱས་གསུང་ཐུབ་པ་དང